རྣམ་པ་ལྷན་རྒྱས་ཚང་མ་ལོ་ལ་ཡར་ཙམ་སྟེ་བཀྲ་ཤིས་དང་ལེགས་བྱས་འདེབས་ཞུ་ཡས་ཡིན། ད་རིང་ལན་ཅིག་སེང་རོག་ནང་གི་ལེ་ཚན་འདིའི་ནང། སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་སྐབས་བཅུ་བདུན་པའི་གྲོས་ཚོགས་ཚོགས་དུས་གསུམ་པའི་གྲོས་ཚོགས་ར་བའི་ནང་གི་མཐོང་ཐོས་སྔ་མོ་དང་སྐྱུར་མོ་ཁག་ཅིག་གཤམ་ལ་གསལ་བརྗོད་ཡོང་བ་ཞུ། གཞུང་གི་ཡར་མར་ཅོག་སུ་སྤྲད་འཇལ་ད་ཐེ་ཁ་གང་ཡང་མ་རེད། བོད་ལ་གསར་འབྱོར་བ་ཟེར་དེ་ང་ཚོའི་ཚོང་གི་མང་ས་ན་མ་རྩ་ཆགས་ཡོད་ར་བ། བྲེལ་ཟིང་བའི་གླག་སྒྲ་ཡིན་པ་ཡིན་ན་ཡ་གཅིག་འགྲོའི་ཚོང་གི་མང་ས་དེ། བསང་ཆུ་ལྷོ་འཕྲུལ་བ་ཚོ་རེད། དེ་ཡི་དུས་གང་ལ་ཆོས་རིག་གི་དེག་གི་རྒྱུད་ནས་མིའི་དུས་པའི་རེ་ཐང་ནི་མ་གནང་པ་དེ་ལས་ཡང་མ་འོངས་པ་ལ་དཔྱད་གཞི་བྱེད་དགོས་ཀྱི་འདུག་ཟས་དང་གནས་དང་དུས་ཚོད་ངན་ག་འདྲ་ཡིན་ནའང་བསམ་པ་འདྲ་བོ་ཅི། གསུང་བའི་སྐབས་ལ་ལྟས་ཤིག། དགོངས་པ་བཞེས་ནས་གསུང་ན་ཡག་པོ་མེད་རོ་བསམ་པ་ཚོ་བོད་མིའི་སྒྲིག་འཛུགས་ཀྱི་བོད་ནས་མཇལ་འབྱོར་ཕེ་ངན་ཚོ་ལ་ཡང་མ་རྩ་འདྲ་བོ་ཅི་རྩ་བ་ཉིད་ནས་བརྩི་གི་མེད་དེ་དཔེ་ཤ་བཟོ་ས་གི་མ་རྩ་བཟོ་རོ་ཅིག་བརྩི་གི་མེད་བོད་ནས་ཚུགས་ཕེ་ཡ་དེ་དགོས་པ་རྒྱུ་མཚན་ཅིག་གི་ཐོག་ནས་ཕེ་ཡོད་རེད། དེ་ཡིན་དུས་བསམ་པ་ལ་ང་ཚོ་ཆེ་མཐོང་ཡོད་གུ་གུར་ཡོད་ལྟ་སྐྱོང་བྱེད་དགོས་ཡ་དེ་ག་ཚོད་ཐུ་ཐུ་ཅིག་བོད་མི་འདི་ཚུགས་ཀྱི་གནས་བབ་ལ་བལྟས་ནས་ང་ཚོ་ལྟ་རྟོག་བྱེད་དགོས་ཡ་དེ་བྱེད་ཀྱི་རེད་མ་ཏོ་བྱེད་ཀྱི་ཨ་ནི་བོད་ནས་གསར་དུ་ཕེ་ངན་འཛོལ་ང་ཚོ་ཚོང་གི་མ་རྩ་འདྲ་པོ་ཅིག་རྩ་བ་ཉིད་ལས་ལྟ་གི་མེད་བཞིན་དེ་སེམས་ནང་ལས་མེད་བཞིན་བསམ་བློའི་ནང་ལོག་མེད་བཞིན་དེ་གཅིག།
ཞུ་ཡ་ཡིན། བ་འདི་སོ་སོ་ཆོག New York Stock Exchange ནང་ལ་ད་མི་དངུལ་ཡར་ལུ་མ་ཐེན་ནི་བ་ཨ་འདྲ་སི་འགྲོ་དུ་ཡོད་རེད་ད་ད་རེད། བཀའ་བློན། ད་རེས་བཀའ་བློན་གནང་བ་དེ་ལྟ་བ་ཡིན་ན་ཕན་ཆད་ཤེས་ཡའི་སྐད་ཀྱི་འོས་བླུགས་དེ་བརྒྱ་ཆ་ཕན་ཆད་དྲུག་ཅུ་བདུན་ཅུ་སུ་ཟག་ཟག་སུ་ཟག་གང་ལ་ད་ཡོད། དེ་འདྲ་བཀའ་བློན་གནང་བ་ཡིན་ན་ཨ་ནི་གངས་ལྗོངས་བན་ཆོས་ཞབས་ཕྱི་ཁང་ལ་ཡུང་ཡ་རྩ་བ་ནས་ནི་ཡོད་མ་རེད། ཡིན་ན་ཡང་དེ་ད་ང་ཚོ་གྲོས་ཚོགས་ནང་ལ་ལོ་ལྔ་དེ་གང་ལ་གོ་བསྡུར་བྱས་དེ་རེད་འཕྲིན་དང་སྒྲིག་གཞི་མང་པོ་དེ་ལ་རྒྱུས་མང་པོ་ཡོད། New York Stock Exchange དང་དེ་འདྲས་གསུངས་སོ་ད་ང་སྤྱི་བཏང་གི་དཔལ་འབྱོར་སློབ་སྦྱོང་ཏེས་བྱས་ཡིན་དེ་ཡིན་ནས Stock དང་དེ་ཚོ་གང་ལ་ང་མཁས་པ་ཞེས་པོ་དེ་འདྲས་མེད་བྱས་ཙང་ད་ལྟ་བར་དུ་དངུལ་ཏེས་ཡོད་ན་འདྲ་མེད་ན་འདྲ Stock ནང་བླུགས་ཁོ་རང་མ་མྱོང་དེ་ཡིན་དེ་དེ་ཉེན་ཁ་བཅས་བརྩི་གི་ཡོད་དེ་ཉེན་ཁ་དེ་ལན་ཡག་གི་དེ་བ་མེད་ད་ཁོ་རང་ཁོ་རང་ཁོ་སོ་སོ་སོ་གི་མི་དེ་དེ་བྱོས་པ་ཡིན་ད་ད་ལྟ་དེ་ལ Share དེ་བརྒྱ་ཆ་དྲུག་ཅུ་ཐམ་པ་ཟག་ཡོད་ས་རེད་ཟེར་ནས་དེ་ངས་ཚིག་དེ་འདྲས་རྩ་བ་ཉིད་ནས་བེད་སྤྱོད་བཏང་མེད་ད་བྱས་ཙང་མ་འོངས་པ་གི་ཉེན་ཁ་ཆེན་པོ་ཅིག་མཐོང་གི་ཡོད་པས་སོང་ཙང་ཚོང་ལ་ཚོང་ནང་ལོག་ལ་ཉེན་ཁ་ཆེ་ཆུང་ཡོད་རེད། རེ་བ་ཆེ་ཆུང་ཡོད་རེད་ཉེན་ཁ་ཆེ་ཆུང་ཡོད་རེད། ད་ལྟ་འདི་གཞུང་གི་དངུལ་གྱིས་མ་འོངས་པ་རྡིབ་འགྲོ་ཡག་གི་ཉེན་ཁ་འདུག་མི་དམངས་ཀྱི་དངུལ་གྱིས་གཞུང་མ་རྡིབ་འགྲོ་ཡག་གི་ཉེན་ཁ་འདུག་བསམ་ནས་འདི་ཞུ་གི་ཡོད་མ་གཏོགས་ཅི་གལ་སྲིད་གྲོས་ཚོགས་ཀྱི་ཞིབ་འཇུག་གནང་ནས་འདི་ཉེན་ཁ་ཅི་ཡང་མི་འདུག། འདི་ཁྱེད་རང་ཚོ་བྱེད་སྦྱང་བྱེད་ཞུ། མ་འོངས་པ་བྱེད་སྟངས་འདུག་འདུག་འདུག་བྱེད་ཞུ་ཨ་ཞེས་ནས་བཀའ་གནང་བ་ཡིན་ན། ང་ཚོས་དེ་ག་རང་བྱེད་ཀྱི་ཡིན། འདིའི་ཉེན་ཁ་ག་རེ་བྱུང་གི་ཡོད་པ་ཡིན་ནའི་འདི་ཐག་གཅོད་འདི།

ང་དོག་པ་ཞུགས་ཀྱི་འདུག། དོག་པ་ཡིན། གང་ཡིན་ཅེ་ན་ད་རིང་ཤག་ལས་འཛིན་སྐྱོང་བཀའ་ཤག་དེ་གའི་ཤག་ལས་གནང་སྟངས་མོ་མི་གཅིག་རེད་རྒྱ་ལུགས་ཚད་ནས་ནི་ལམ་སྟོན་བྱས་ཏེ་མི་འགྲོ་བསམ་པའི་དོག་པ་ཆེན་པོ་ཡོད་སྲིད་ཟེར་ཞུ་ཡ་ཡིན་ངས་དོག་པ་དེ་ཞུ་གི། ད་མི་སྒེར་པ་གཅིག་དང་རྩ་དོན་ཐབས་རྩལ་བྱེད་མཁན་གཅིག་གི་ཐོག་ནས་བལྟས་པ་ཡིན་ན། ད་རྒྱབ་ལོག་ནས་ལམ་སྟོན་བྱེད་མཁན་གཅིག་དེ་རྫབ་ཆེན་པོ་ཞེ་དྲག་རེད་སྐད་ཆ་དེ། སྲིད་སྐྱོང་ལ་ཡིད་ཆེས་མེད་ཟེར་གྱི་ཡོད་ད། བཀའ་ཤག་ལ་ཡིད་ཆེས་མེད། དོགས་པ་དེ་འདྲ་བྱེད་ཡོད། དེ་ཡང་རྒྱབ་ལོགས་ལ་ཡོད་དེ་རིའི་ཕ་ཅོག་ཟེར་གྱི་ཡོད་ད་རིའི་ཕ་ཅོག། རྒྱ་ནག་གི་སྲིད་སྐྱོང་ལ་བཀོད་བྱུས་བྱེད་ཀྱི་འདུག་དོན་དོགས་འདྲ་པོ་བྱེད། དེ་གསུང་གི་ཡོད་རེད་བ། ད་དེ་ཚོ་གཟབ་གཟབ་གནང་དགོས་ཀྱི་རེད་མ་གཏོགས་བྱེད་ཀྱི་དོགས་པ་ཡོད་ཟེར་ནས་གསུངས་སོ། དེ་ཡིན་ཟེར་ན་ད་དོགས་པ་ཡོད་པ་ཡིན་ན་རྩད་གཅོད་བྱེད། ཨ་ནི་དཔང་རྟགས་བཏོན་ཡོད་པ་ཡིན་ན། རྐུབ་བཀྱག་དེ་ལྟོས་བྱེད་ལམ་སང་འགྲོ་ཆོག་པ་བྱེད་སྲིད། དེ་མིན་པ་ཡིན་ན། གྲོས་ཚོགས་ར་བ་འདི་ནང་ལོགས་ལ། བཀའ་མོལ་ག་རེ་གསུངས་པ་ཡིན་ནས་འགན་ཁྱེད་ཀྱིས་གསུངས་དགོས་གི་རེད་མ་གཏོགས་ཅི་འགན་མ་ཁྱེད་ཀྱིས་གསུངས་པ་ཡིན་ན། འདིས་སྤྱི་ཚོགས་ལ་ཕན་གི་འདུག་གནོད་གི་འདུག་སོ་སོ་རང་དགོངས་པ་བཞེས་དགོས་ཡག་གནས་སྟངས་ཅིག་ཆགས་གི་ཡོད་རེད། བསྙེན་མཁྱེན་ཐང་ལགས་སུ་སྐུ་དོན་ཕེབས་ནས་ཨ་ནི་ང་ཚོ་སྲིད་གཞུང་དང་ཁྲིམས་རྒྱལ་པ་ལས་ཚབ་ཡིན་ཟེར་མཁན་དེ་གཉིས་ལ་རྟགས་ཆགས་ཞུ་རེ་ཟེར་གྱི་ཨ་ནེ་གནས་ཆུང་སྐུ་བསྟན་ལ་ཡང་བཀའ་བཅུ་བཏང་ན་ཟེར་གྱི་ད་སྤྱི་ཚོགས་ནང་ལ་འགྲོ་བསྡད་ཀྱི་འདུག། གནས་ཆུང་ཐང་ལག་འདྲ་ཞིག་ཡིན་ན། ད་དེ་རིང་ཚེས་པ་བཅོ་ལྔ་རེད། ཨེ་ངའི་དེའི་ལྷ་ལྷ་ཡིན་ནའི།
མཁའ་འགྲོ་ཚང་མ་ལ་ང། ང་ལྷ་ལ་སྐྲག་ངེས་ཅིག་ཡིན་གོ། དེ་ཡིན་ཙང་ངས་དཀོན་མཆོག་ལྷ་ལ་ཁ་བཏང་པ་མེད་ད་རེད་བ། ཁོང་རིགས་ཕེབས་ཡོང་ཙང་ལ་དེའི་ཉིན་མོ་དེ་ལ་མ་གཞི་ནས་དཔེ་སྐུ་དྲག་པོ་ཅིག་འདུག་དང་པོ་རང་ལས་ཆོས་ཚོགས་ཚང་མ་ཡབ་འོག་མ་ཚེ་གཉིས་ལམ་ནས་བཀའ་བཀྱོན་དཔེ་མང་བོ་གཏང་གི་འདུག་དེ་ནས་ཁོ་རང་ཅག་ལ་ཡོད་ངེས་ཐམས་ཅད་ལ་ཕ་ཞུ་བསྡད་ཀྱི་འདུག་ཡ། འདོན་རྩ་གསར་གཏོད་རོགས། ཨེ་ནས་མང་ཤོས་འདི་སུ་ལ་རགས་སུ་ལབ་ན་ཁོ་རང་རང་གི་ཞབས་ཕྱི་དེ་ལ་རགས། དེ་ནས་ཅག་ལ་ཡོད་ངེས་ལ་རགས་ཡ་རང་རེད་ཤག། ད་ངས་དཀོན་མཆོག་ག་འདྲས་ར་བྱེད་དགོས་སམ་ཟ་ཨེ་ནས་དངོས་གནས་དྲང་གནས་རེད་པ་འདི་ཚོགས་གཙོ་མཆོག་ད་དེའི་སྐབས་དེ་ལ་ཚོགས་གཙོ་ཚོགས་གཞོན་ཡོད་རེད་ང་ཚོ་ཚང་མ་ཡོད་རེད།

སྲིད་སྐྱོང་ལ། ཅིག་ཡོད་ར་སྲིད་སྐྱོང་ཡིན་པ་ཧ་གོ་ནི་སྲིད་སྐྱོང་རང་ལ་ཞུས་པ་ནང་བཞིན་ཕ་གེ་དེ་ལ་གེ་དེ་ཁ་བརྡ་ལ་ནི་འཕྲིན་པའི་ལས་ཟབ་དེ་རེད་འདི་རྩ་བ་ཉིད་ནས་མ་རེད་ཅེས་ནི་ངས་དེ་རྣམ་པ་ཚང་མ་དེ་ཞུས་ཤག་ངས་ཀུན་སྤྱོད་རྫུན་མེད་ད་རྩ་ལ་གེ་དེ་ཁུ་དེ་བཅུ་དེ་ཡོད་ན་བཅུ་དེ་ལ་ཞུ་ས་རེད་བསམ་གི་འདུག་ངས་བསམ་ན་ཀུན་སྤྱོད་ཡིན་དེ་འདྲས་ཅིག་རེད་དོ་རེད་བ། དེ་ཡིན་ཙང་དེ་ཨེ་ནི་རྒྱ་བ་རིན་པོ་ཆེ་དབུ་བཞུགས་རེད། ངོ་ཚོ་ལེན་ནའི་རེད། ད་དེའི་དཀོན་མཆོག་གསུམ་ད་ལས་ལྷག་ཞུ་སྟངས་ལ་ག་འདྲས་ཡིན་ན་བསམ་ས་ཅིག་གཉིས་པ་ངོ་ཚོ་ཡོད་པ་ཡང་བསྟན་པ་གཅིག་ངོ་ཚོ་བཀའ་བརྒྱུད་ཕེབས་པའི་སྐབས་དེ་ལ་དངོས་གནས་ངོ་ཚོ་གི་བྱེད་སྟངས་ནོར་འཁྲུལ་ཅིག་བྱུང་འདུག་ཨ་བསམ་ཡག་གི་ཚོར་བ་དེ་ཤུགས་ཆེན་པོ་བྱུང་བ་རེད་དེའི་རྩ་བ་གཉིས་ནས་མེད་ད་དུང་རྣམ་པ་ཚང་མ་ཡོད་རེད་དཀོན་མཆོག་ངའི་རྫུན་མེད། སླད་བཞག་པ་མེད། ད་དྲི་བ་བཏང་ཡང་ད་ལས་ངའི་ཁ་རུ་ཁ་ཐུག་དྲང་པོ་དྲང་བཞག་དེ་ཡིན། དེ་འདྲའི་ཨེ་འདིའི་ནང་ནས། ད་འདི་ཁྱེད་ཚོ་ནང་ནས་དགོ་བ་སུ་ཡིན་གསུངས་འདུག་ཨ་ནི་གཞི་ནས་སྲིད་སྐྱོང་རེད་ལ་འདི་ཞུ་ལ་རེད་སྲིད་སྐྱོང་རེད་ལ་ནི་ཨ་ནི་དེ་ལ་ཡར་འགྲོ་དང་ལ་ནི་སྲིད་སྐྱོང་ལ་ཅིག་བྱེད་དང་དོན་དུ་ཅིག་ཅིག་བཟོ་བ་རེད་ལ་ནི་ནམ་རྒྱུན་ལྷག་གི་ཚུགས་ཀྱི་འདུག་བ་དེ་འདྲས་ཅིག་བཀའ་གནང་སོང་བ་དང་དེའི་སྔས་ལ་བྱུང་བཞག་རྒྱུ་རེད་དེ་ནས་སྐད་ཆ་རྫུན་མ་གཅིག་ལ་ག་རེ་བཤད་ཀྱི་འདུག་ལབ་ན་ཨི་འདྲས་བྱས་ནས་ཨ་ནི་རྒྱ་གར་རིན་པོ་ཆེ་གི་ལྷ་དཔེ། ཡག་པོ་ཅིག་ཡིན་ད་ཕྱི་ནས་འདི་རྗེས་ལ་བཀའ་གནང་བ་ནང་བཞིན་ཧ་ལམ་ཅིག་འདི་གནང་རྒྱུ་འདི་ལ་གནད་འགག་ཅིག་ཡོད་པ་ནང་བཞིན་སོང་འདི་རྩ་བ་ཉིད་ནས་མ་རེད་སྐྱབས་མགོན་རིན་པོ་ཆེས་དེ་སྙེད་ནས་བཀའ་གནང་སོ། ཏོ་རོ་མོ་རོ་ཡོད་རེད་གསུངས་སོ། དེ་ནས་དེ་ལྷ་ངན་པ་ཡིན་སྐུ་ནས་བཀའ་གནང་སོང་ངན་པ་ཡིན་ཡིན་ས་རེད་དཔེར་ན་ང་འདྲ་ཅིག་ཡིན་ན་རེ་བ་ལ། དཀོན་མཆོག་ང་ངུ་གི་ཡོད་པ་དེ་མཁྱེན་གི་འདུག། ངུས་ཤིང་རང་སྣང་སོང། ཡང་ཁ་ཤས་ཀྱིས་ང་བཀའ་བརྒྱུད་གནང་ནས་ངུས་སོང་འདི་དྲན་པ་གསར་བ་ཉིད་ནས་མ་རེད། ང་ཕ་ན་ལངས་བསྡད་ཡོད་རེད་རེ་བ་ལ། ཇི་ལྟ་བ་ལ་ཨ་ནི། ཁྱོད་མ་ངུ་ཨ་གསུང་གི་འདུག། ངུ་དགོས་འདོད་མེད་གསུང་གི་འདུག་དེ་ངས་དངོས་གནས་དྲན་ཡོད་ང་ཨ་མ་གས་ང་ལ་གི་འདུག། ང་ལ་དགའ་ཉེ་སུ་ཡིན་ནའི་རེད་ཁ་ཡང་སེམས་ནས་མིག་ཆུ་དང་རིན་ཐང་མེད་རེད། རྒན་མོ་ཤོ་ཡ་གཅིག་དང་ཆེད་ལས་རྒྱ་ཡ་གཅིག་ཆགས་ཡ་མ་གཏོགས། དེ་སྔ་ལྷ་དངོས་གནས་དྲང་གནས་དེ་འདྲའི་བཀའ་གནང་བྱུང། བྱས་ཀྱང་དེ་དངོས་གནས་མཁན་པ་བདག་པོ་རེད་འདུག་བསམ་བསམ་རང་བྱེད་ཀ་ཡི་བྱུང། དེ་ཡང་ད་ཁྱེད་ཚོ་འགོ་པ་སུ་ཡིན་ལ་ནས་སྐད་ཆ་དྲིས་ཡོང་དང་ལ་དེ་འདྲས་ཀྱི་གནས་ཚུལ་གཅིག་བྱུང་སོང་དེ་ཚོའི་ཐོག་ལ་རྣམ་པ་ཚོ་བློ་འཚབ་གཙང་ར་ནས་མ་གནང་རོགས་གནང་དེ་འདྲས་ཀྱི་ཉེན་ཁ་ལྕི་པོ་གང་ཡང་བྱུང་མ་སོང་ཞེས་ནས་ཞུ་ཡ་གཅིག་དང། ལའི་སྐབས་ཀྱི་ཕེབས་རེད།

ངས་འདི་ནང་ལོགས་ལོས་ཤོར་བ་དེ། སྲིད་སྐྱོང་འདི་ལས་ནག་ནག་དང་དེ་འདྲ་གང་ཡང་མིན་པའི་ཐོག་ནས་དཔང་རྟགས་ཡོད་པའི་ཐོག་ནས། དང་པོ་ཡར་ལངས་དུས་རྒྱ་གར་གསར་འབྱོར་ནང་ལོགས་ལོས་ཐན་ཡ་ལི་ཡ་ཕ། ཡི་གེ་བཏང་གི་མེད་ཟེར་ནས་སོང་ཡོད་རེད་སོང་ཡོད་མ་རེད་དེ་དཔང་རྟགས་ཡོད་རེད་ད། བོད་བསྟན་སྲིད་སྐྱོང་མཆོག
གྲོས་གསུངས་ནོར་ན།
པ་འདི་ཚོགས་སུ་ཞོག་འདི་ལས་རིམ་རྣམ་གཞག་ཆགས་ཀྱི་ཡོད་རེད་ཆགས་ཀྱི་ཡོད་མ་རེད། དྲི་བ་བཏང། དྲི་བ་བཏང་དུས་ཚང་མ་ལན་བརྒྱ་ཡས་ཁོག་པ་སྤྲད་དགོས་རེད་པ། གྲོས་ཚོགས་འདི་སྤྱི་སྒོ་མ་རེད་དེ་སྙན་གི་གྲོས་ཚོགས་ལས་དེ་འདྲས་གནང་སོང། ད་དེ་འདྲས་རྐྱང་རྐྱང་བྱིན་ཕྱིན་བསྡད་པ་ཡིན་ན་ང་ཚོ་མ་འོངས་པར་གྲོས་ཚོགས་གནས་སྟངས་ག་འདྲས་བྱ་གི་རེད། ཚུར་གསུངས་ཡོང་དུས་ཚང་མ་དེ་ལ་དཔག་པའི་གི་ལན་རྒྱག་དགོས་བྱེད་གི་རེད་པ། ཡང་མེད་ན་དྲི་བ་བཏང་ཡས་བཞག་དགོས་རེད། དྲི་བ་བཏང་ཚར་བའི་ཤུགས་ལ་ལན་ཉན་ཡས་གི་བཟོད་སྲན་དེ་ཡས་དགོས་རེད། ལན་རེ་རེ་རེར་རྒྱབ་ཡོད་འདུག་ཚན་པ་ལ་ལན་རིན་རྣམ་གཞག་རེ་རེ་བཏོན་ལན་རིན་རྣམ་གཞག་ནི་མ་ཡིན་པ་བྱས་དེ་གསུངས་ཡོད་འདུག་ཚན་པ་ལ་གྲོས་ཚོགས་ལ་ཐུགས་ཕན་ག་ཚོད་བཟོས་དགོས་ཡོད་མེད་དེའི་དགོངས་པ་བཞེས་དགོས་འདུག་ད་ཚེ་གསུང་ཡས་ད་ག་རང་རེད་ལན་རྒྱ་ཡས་ད་ག་རང་གྲ་སྒྲིག་བྱེད་འདོད་ཡོད། ཐེ་ཝན་ཕྱི་སྲིད་ལས་ཁུངས་ཀྱི་སྲིད་སྐྱོང་གསར་པ་ལ་ཡང་འཚམས་འདྲི་བཏང་བཞག་པ་འདི་ལ་ལན་རྒྱབ་མེད་ཟེར་གྱི་ནི། ག་བ་ནས་སེམས་པ་རེད། ག་དུས་ཤེས་ཡོད་རེད། དེ་གའི་ཚང་མ་ལོ་ཆེན་དགོས་རེད་བ། དམ་བཅའ་མ་ཕུལ་གི་བརྙན་ལ་སྐད་ཆ་དྲི་ངེས་ཅིག་བྱུང་སོང། དེ་དུས་ཚང་མ་ལན་རྒྱབ་རྒྱུ་ཡིན། ག་ས་ང་དམ་བཅའ་ཕུལ་རྒྱུ་རེད། སྲིད་སྐྱོང་རྨ་བྱ་དངོས་ནས་ཡི་གེ་འདི་སྲིད་སྐྱོང་རྨ་བྱ་དངོས་ནས་སླེབས་པ་རེད། ཐའེ་ཝན་གྱི་ཕྱི་སྲིད་བློན་ཆེན་གྱི་ལས་བལ་དེ། སྲིད་སྐྱོང་དམ་བཅའ་ཕུལ་བའི་གི་རྗེས་ལ་གཞུང་འབྲེལ་རང་ནས་ཕར་ཕུལ་ཡག་གི་ལན་རྒྱ་ཡག་གི་ཆེད་དུ་བརྙན་ནས་མ་བརྒྱབ་པ་ཡིན། དམ་བཅའ་ཕུལ་ཚར་བའི་རྗེས་ལ་གཞུང་འབྲེལ་རང་གི་བར་ལན་བརྒྱབ་ཡོད། ཡིད་ཆེས་མེད་པ་ཡིན་ན་ཐེ་ཝན་དོན་གཅོད་ལ་ཡང་བཀའ་འདྲི་གནང་ན་འགྲིག་གི་རེད་ཟེར་ནས་དེ་ཅིག་ཞུས། དེའི་རྗེས་ལ་ལན་བརྒྱབ་ཚར་བའི་རྗེས་ལ་ངས་ལན་བརྒྱབ་མེད་ཟེར་ནས་སྤྱི་ཚོགས་ནང་ལོག་ལ་ངས་སྐྱག་རྫུན་བཤད་ཤིང་མར་བ། འོ་དེའི་གནས་སྟངས་དེ་འདྲས་རེད། སྤྱི་ཚོགས་ཡར་རྒྱས་ཐེབས་རྩ་ནང་ལ་འབུམ་དཀར་བོ་གསུང་རྒྱུ་ཡོད་འགྱོ་དེ་ཨ་ནེ་གངས་ལྗོངས་དཔལ་འབྱོར་ཞལ་ཆུ་ཁང་ལ་ཚེ་བཏང་ཐུག་གི་མི་འདུག་ཁྲིན་དང་སྒྲིག་གཞི་སྒྲིག་གི་མི་འདུག་ཁག་ཡོད་མ་རེད་ང་ཚོས་ཁྲིན་ཏུ་སྒྲིག་གཞི་བཟོ་གནས་སྐད་ཀྱི་གྲོས་ར་རེད་ཁྲིན་ཏུ་སྒྲིག་གཞི་ལ་བརྩི་དགོས་རེད། ཡིན་ན་ཡང། ང་རང་ཚོ་སྐྱབས་མགོན་རིན་པོ་ཆེ་ཞལ་བཞུགས་ཞུ་བར་དུ། རྒྱ་གར་གཞུང་ལ་ཞུ་ཡ་ཡོད་རེད་ལང་ཀ་ཡོད་རེད། ཞུས་ན་ཞུ་ཡ་ཡོད་རེད་ཁྲིན་ཏུ་སྒྲིག་གཞི་གི་ཐོག་ནས་ཞུ་ཡ་ཡོད་རེད་མི་ནི་མི་ཐུག་ནས་ཞུ་ཡ་རེད་ང་རང་ཚོ་ལ་འདུན་པ་ཡོད་ན་ཐང་ཡོད་རེད་ཞུ་ས་ཡོད་རེད། ཁ་སང་བདེ་སྲུང་བཀའ་བློན་གྱིས་གསུངས་པ་ནང་བཞིན་རེད། སྐྱབས་མགོན་རིན་པོ་ཆེ་གིས། དཀར་པོ་དེ་ནག་པོ་རེད་ལ་ན་རྒྱ་གཞུང་གི་དཀར་པོ་དེ་ནག་པོ་རེད་གསུང་གི་རེད། ནག་པོ་དེ་དཀར་པོ་རེད་ལ་ན་ནག་པོ་དེ་དཀར་པོ་རེད་གསུང་གི་རེད། འདི་གི་སྲིད་སྤྱི་གི་མདེལ་འཇོག་ཡོད་རེད། ཇི་སྲིད་སྤྱན་དགོན་རིན་པོ་ཆེ་ང་ཚོ་མཉམ་དུ་ལས་དེ་འདྲ་ཁྲ་རུ་རུ་བཞུགས་བཞུགས་བར་དུ་དཀའ་ངལ་ཆུང་ཆུང་ཆུང་ཆུང་སེལ་ཡ་ཡོད་རེད། ཡིན་ནའི་ད་ཆབ་སྲིད་གི་དགོས་དབང་ཡིན་ན་རེད། ཨ་ནི་མ་འོངས་པ་ཅིག་སོ་སོ་སྐད་ཅིག་ལངས་ཕྱོགས་ཡིན་ན་རེད་དེ་འདྲ་གི་ཕྱོགས་ལ་བསམ་ན་ཏང་ནི་ཨ་ནི་སྒོ་རྒྱ་ཡིན་ན་ཨ་ནི་ང་ཚོ་ལ་ཁེ་བྱེད་ཡ་ཡོད་མ་ཨ་ནི་རེད། ཁྲིམས་དང་སྒྲིག་གཞི་གི་ཐོག་ནས་ད་དངུལ་གཏོང་ཐུབ་ཀི་མི་འདུག་ལབ་ཀི་ཡོད་རེད་ཇའོ་རུམ་ཆེ་ཞེས་ཞུ་བའི་སྐབས་ལ་ག་རེ་ཡིན་ནའང་འགྲིག་འགྲོ་གི་རེད་ཇའོ་རུམ་ཆེ་གི་རྒྱ་གར་གཞུང་ལ་དཀར་པོ་རེད་ནག་པོ་དཀར་པོ་རེད་ཟེར་ན་རྒྱ་གར་གཞུང་གིས་དཀར་པོ་ལ་ངོས་འཛིན་བྱེད་ཀི་རེད་དཀར་པོ་ནག་པོ་རེད་ཟེར་ན་ནག་པོ་ལ་ངོས་འཛིན་བྱེད་ཀི་རེད་ཟེར་ཡ་དེ་ད་དེ་གྲོས་ཚོགས་ནང་ལོགས་ལ་བཀའ་མོལ་གསུང་གི་འོས་བསྡུ་ཚང་མ་དེ་ཚོ་བལྟས་ཞེས་གསུང་བབ་ལ་དགོངས་པ་བཞེས་དགོས་ཡ་གི་གནས་སྟངས་གཅིག་ག་རེ་ཟེར་ན་ཇའོ་རུམ་ཆེ་གི་དཀར་པོ་ནག་པོ་རེད་ཟེར་ནི་དུས་ནམ་ཡང་གསུང་གི་མ་རེད། གསུང་གི་མ་རེད་ལ་རྒྱ་གར་གཞུང་གིས་རྒྱ་གར་རྒྱ་བོར་མི་ཆེ་གི་དཀའ་བ་ནག་པོ་རེད་ཅེས་གསུང་བའི་རྒྱ་གར་གཞུང་གིས་ཉན་གི་མ་རེད། རྒྱ་བོར་མི་ཆེ་ལ་ཆེ་མཐོང་ཡོད་རེད་ཟེར་ན་ཡོད་རེད་བརྩི་བཀུར་ཡོད་རེད་ཟེར་ན་ཡོད་རེད་གུས་ཞབས་ཡོད་རེད་ཟེར་ན་ཡོད་རེད་རྒྱ་བོར་མི་ཆེ་ལ་བརྟེན་ནས་ང་ཚོའི་བོད་མིའི་སྤྱི་ཚོགས་ལ་ཡང་རྒྱ་གར་གཞུང་གིས་བདེ་དོན་ལྟ་གི་ཡོད་རེད་པས་ཟེར་ན་འདི་ལྟ་གི་ཡོད་རེད། ཡིན་ན་ཁྲིམས་དང་སྒྲིག་གཞི་ཟེར་མཁན་དེ་ང་ཚོ་བོད་པ་སྐྱབས་བཅོལ་ཡོང་བ་ཡིན་ཟེར་ནས་དམིགས་བསལ་བྱེད་ཡ་དང་རྒྱ་བོར་མོ་གཅིག་གི་ཡ་བཞུད་ནས་རྒྱ་གར་གཞུང་ལ་བཞུད་ཅེས་ཨ་ནེ་དམིགས་བསལ་མ་བྱེད་ཡ་བོད་པ་ཆ་ང་སུ་ལ་དམིགས་བསལ་ཡིན་ད་ཟེར་ཡ་དེ་ཡོང་ཐབས་ཁོ་ན་ཡོག་མ་རེད་ཟེར་ནས་དེ་གསལ་པོ་བྱེད་ནས་གཉིས་པ་དེ་ར་ཤི་ཡ་དེ་ནང་ལོགས་ལ་གོང་ས་སྐྱབས་མགོན་ཆེན་པོ་ཆུ་རྒྱ་ནག་ལ་ཡོད་སྲིད་ཀྱི་ཆེད་དུ་ཁྲིད་དགོས་ཟེར་བཤད་ཡ་བཤད་ཡ་མ་དཔུང་རྟགས་ཡོག་རེད་ད། ད་ལྟ་ཨུ་རུ་སུ་གི་ཚགས་པར་དེ་སྐོར་ལ་ཕྱོགས་གཅིག་ནས་གྲོས་ཚོགས་དེའི་ནང་ལོགས་ལ་ང་ཕྱི་ལོག་ཕར་ཚུར་འགྲོ་བའི་སྐད་ཆ་བཤད་ཤེས་དགོས་འདུག་སེང་གེ་ཡོད་པའི་བཟོ་རེ་ཞིག་འདུག་ཕྱོགས་གཅིག་ནས་སེང་གེ་མེད་པའི་བཟོ་རེ་ཞིག་འདུག། ད་དེར་སྐྱོན་བཅོས་ཡན་ཟུ་མང་ཆད་ཀྱི་སེང་གེ་ཡོད་ས་རེད། དེ་ཡིན་དུས་ཚང་མ་ད་ལྟ་དེ། སུད་སི་དུ་ཕྱིན་པའི་སྐབས་ལས་འདི་སྐོར་གསལ་བཤད་ཞུས་ཡོད། གལ་སྲིད་ན་དོ་བདག་བཀུར་འོས་སྤྱི་འཐུས་རྣམ་པ་ཚོས་གཙོས་པའི་དོ་བདག་གཅིག་གི་བཀའ་ཤག་ལ་ཁྱེད་རང་གི་ར་ཤི་ཡ་ཚགས་པར་ཞིག་ནང་དེ་འདྲའི་སྐད་བཤད་བཞག་འདི་དངོས་གནས་རེད་མ་རེད་བསམ་དྲི་ངས་མ་བྱུང་སུ་གཅིག་ད་རིང་གྲོས་ཚོགས་ཀྱི་ར་བ་ནང་བྲིས་གི་ཡོད་རེད། ལན་ཕུལ་ཆོག་འདིའི་པར་ར་དེ་ལ་སྦིར་སྡེ་དགེ་དང་སྦིར་སྐྱོང་ལྟ་ར་གི་ས་གནས་འཐུས་ཚོགས་ཀྱི། སྲིད་སྐྱོང་གིས་དེ་འདྲི་ཅིག་བཤད་བཞག་དེ་གང་མི་ཚེ་རེད་ཟེར་ཡ་ཅིག་བྲོས་བྱོལ་གྱིས་འདི་བཞག་བཞག་དེ་ལ་ང་ཚོ་ཕར་ལན་ཕུལ་བ་ཡིན་གནས་སྟངས་དེ་འདྲའི་རེད་ཡིག་ཆ་འདི་གས་འདི་གས་དེ་རེད་ཕྱིན་ནས་ཕར་ཆ་ཚང་ཅིག་ཕུལ། ཁ་སང Sputnik ནང་ལ་བཤད་བཞག་པ་འདི་བདེན་པ་མ་རེད། ཁོ་རང་གི་ས་གོས་པ་གི་དེ་བྱས་ཡ་དེ། དེ་དཔང་རྟགས་ཚང་མ་ཕྱི་དྲིལ་ལས་ཁུངས་ལ་ཡོད། རྐང་ཚུགས་ནས་ངས་ཚགས་པ་རྒྱ་ངན་ཚོ་བཅར་འདྲི་ཞུས་པའི་སྐབས་དེ་ལ་ཡང་ནང་ནས་མ་བྱིས་པ་བྱས་བྱས་ཆེད་ངང་ཕྱི་དྲིལ་ལས་ཁུངས་ནས་བྱེད་ཀྱི་ཡོད། སྤྱིར་རིགས་རེ་ཀུན་ནས་བྱེད་དགོས་ཡས་དེ་རྒྱུ་མཚན་ག་རེ་ཟེར་ན་མ་འོངས་པ་དེ་རིགས་འདྲ་བོ་ཡོང་ན་བསམ་ནས། བྱས་ཙང་ང་ཚོ་ཚང་མ Recording བྱེད་བཞག་ཡོད་ད་ལྟ་ཡིན་ནའི་རྣམ་པ་ཚོ་ག་དུས་དགོས་ཟེར་ན་ང་ཚོ་ཕུལ་ཆོག་ངས་དེ་ཚིག་དེ་ལབ་འདུག་ལབ་མི་འདུག་བྱས་ཙང་རྗེས་ལ་གནས་ཚུལ་དེ Sputnik ནང་དོན་ཚར་བའི་རྗེས་ལ་ངས་ངོ་ཤེས་པ་ཅིག་གིས Sputnik གི་འདི་ཨུ་རུ་སུ་གི་ལྷག་པ་ཅིག་རེད་དེ་བརྙན་ལ་ང་ཚོ་ཤེས་ཡོད་མ་རེད།

ཁོ་བརྙན་འཕྲིན་ནང་བཏོན་པ་རེད་ཁོ་ལ་ཆད་པ་བཟོ་ཡས་ཁས་ཡོད་མ་བཟོ་བཅོ་བརྒྱ་ཡས་ཡོད་མ་རུ་བ། ཡིན་ནའི་ཡིག་ཐོག་ལ་མ་ཕབ་ཤེས་ངན་དེ་ལས་རྗེས་མ་རིམ་གྱིས་སྤྲད་ཆེད། ངས་ཁམས་ཨན་ཨམ་མདོ་ལའི་མཛོད་ལ། ཁོ་རང་གི། གར་ས་ཀོ་མཱན་ཀྲོ་འདྲ་བོ་ཞིག་དེ་འདྲ་ཞིག་བྲིས་བཞག་ཤེས་ད་ཁམས་ཨན་ཨམ་མདོ་ལས་དེ་འདྲ་ཞིག་བྲིས་བཞག་ཤེས། དེ་ཚ་བ་ནང་མ་བཏོན་ཡོང་རེད། ངས་ཁོ་ཚོ་སི་ཨན་ཨན་ཨེ་ཏྲིན་ལབ་ཡིན་ད་ཆ་ཚོད་ཀྱི་རིན་ཐང་དེ་འདྲའི་འདྲ་བོ་ཅིག་རེད་པས། ངས་ངག་ཐོག་ནས་བཤད་ཤུལ་དུ་ཏག་ཏག་བཏོན་ཏེ་ད་ཡིག་ཐོག་ནས་གནས་སྟངས་དེ་འདྲའི་འདྲ་བོ་ཅིག་རེད་ཤག། དེ་ལབ་ཡིན་ཁོ་ཚོ་དགོངས་དག་ཟེར་གྱི་འདུག་དེ་ནང་བཞིན་གྱི Sputnik ལ་ངེད་ཀྱི་ཚིག་འདི་བེད་སྤྱོད་བཏང་བཞགས། ཁྱེད་རང་གི་ཚིག་སྡུག་ས་བྲིས་བཞགས། ཁྱེད་ནས་མང་བཏང་དུས་ཚང་པ་ལ་དེ་ཁོ་རང་གི་ད་དགོངས་དག། སྲིད་སྐྱོང་ང་ལ་ཡང I hope སྲིད་སྐྱོང will forgive me ཟེར་ནས་ཁོ་རང་བྲིས་ཡོད་རེད་དེ་གའི་ཡིག་ཆ་ཚང་མ་ང་ཚོ་ཉར་དུས་ཡོད་དེ་བསམ་བློ་དེ་ག་རེ་ཟེར་ན། བཀའ་ཤག་ལ་སྐད་ཆ་དྲི་ངེས་བྱུང་པ་ཡིན་ན་མི་གཅིག་གི་ཡིན་ན་རེད་སྒྲིག་འཛུགས་ཡིན་ན་རེད་ཚགས་པར་བྱ་མཁན་ཡིན་ན་རེད་སུ་ཡིན་པ་ཡིན་ན་ལན་ཕུལ་རྐྱང་གྱིས་སི། ད་སྤྱི་ཚོགས་དྲ་བྱ་ནང་ལ་འདྲ་མི་འདྲ་བཤད་དེ་ནི་ང་ཚོ་བདག་པོ་བྱ་ལོང་མི་འདུག་ག་སོང་དེ་ནི་ཉི་མ་ཉིན་གང་སྤྱི་ཚོགས་དྲ་བྱ་ཉན་བྱེད་སྤྱི་ཚོགས་དྲ་བྱ་ལན་རྒྱབ་དེ་མ་གཏོགས་ཅི་ནི་སྤྱི་པའི་ལས་ཀ་ག་འདྲ་བྱེད་འོ་རེད། དེ་ཡིན་དུས་ཚང་མ་ལ་དོ་བདག་སྐད་ཆ་དྲི་ངེས་ཡོང་པའི་སྐབས་ལ་སྦིར་བོད་ཚོགས་ཀྱི་ཆ་དྲིས་གནང་བཞག་པ་སྦིར་བོད་ཚོགས་ས་སྦིར་སྡེ་དགེ་དང་ཁྱོང་ད་ར་གི་ཆ་དྲིས་གནང་བཞག་པ་དེ་ལས་ལན་ཕུལ་ཡོད། སུའུ་ཙི་ལན་ལ་མང་ཚོགས་ལ་གཏམ་བཤད་བྱེད་པའི་སྐབས་ལས་དེའི་སྐོར་དེ་སྐད་ཆ་ཁྲི་རེ་ཚན་པ་ལ་ལན་ཕུལ་ཡོད། འོང་འདི། གནས་ཚུལ་འདི་རེད་ད་མདོ་ཡིན་ནའི་དོགས་གཅོད་དགོས་མི་འདུག་ན་ཡིག་ཆ་འདི་གནང་རོགས་གྱིས་གསུངས་པ་ཡིན་ན་ང་ངའི་ཚོ་གནང་རྟའང་ལ་ང་འགྲོ་ཕུལ་གོས་མེད་ཆོག། སང་ཤེས་ཡིན་ཟེར་ཡ་དེ་དཔང་རྟགས་ཡོད་ཨ་རེད་ད་ང་ཐད་ཀའི་དོགས་པ་སླེབས་སོང། ད་རྟའང་སྐོར་འདི།
ངའི་གྲོས་ཚོགས་ནང་ལ་ཞུ་གོ་མེད། ག་ས་ནས་དེ་སང་སྤྱི་ཚོགས་ནང་ལོག་ལ་དྲི་བ་མང་པོ་གཅིག།

རྒྱ་གར་གཞུང་དང་ང་ཚོའི་དཔའ་ར་གི་འབྲེལ་བ་གནས་སྟངས་གང་ལས་འགྲེལ་བཤད་མང་པོ་ཞིག་རྒྱག་དགོས་ཐུག་གི་རེད། རྒྱ་ནག་གི་ངོས་ནས་རྩ་བ་ཉིད་ནས་མ་རེད་ཟེར་ནས་དེ་ངས་ཐག་གཅོད་ནས་ཞུ་གི་ཡིན། རིའི་ཕ་རྒྱབ་ནས་མ་རེད། ཆུ་ཚོགས་ཀ་ནས་མ་རེད་ཕ་ཆུང་གི་ནས་གང་ལྟར། དེ་དེ་རང་གི་གནད་དོན་རེད། ཨ་མ་འོངས་པ། ཨ་མ་འོངས་པ་དེའི་ཐོག་ལ་ཡང་དོགས་པ་གནང་མང་བ་བྱས་ཟིན་ལྷག་མ་དེ་ག་ཚོད་ས་ཡིན་ཞུ་ཆོག་ཅིག།